ཨོ་དེ་འདྲ་ཞིག་རེད་དང་པོ་སངས་རྒྱས་ཆོས་རྫོགས་མ་རྗེས་ཟིན་ན་ད་ང་ཚོ་སངས་རྒྱས་ཆོས་རྫོགས་མ་དེ་ད་ཅིག་བུ་ཤེས་ན་ཡ་རེད་མ་ཤེས་ན་ཡ་རེད་ཁོ་ཚིག་ཤིག་མ་གཏོགས་མེད་པ་ཡིན་ཙང་ཚང་མེད་ཀྱི་བ་བློ་ལ་དོན་ཆོས་ཆོས་ཡོད་རེད་བ་ཅེ་ད་ནི་སྐྱབས་འགྲོ་མིན་སྐྱབས་འགྲོ་རྒྱལ་བ་ཡོད་རེད་འདུས་པ་ཡོད་རེད་ད་ཚིག་མ་འདྲ་བ་མ་གཏོགས་སྐྱབས་འགྲོ་གྱི་འགྲོ་སྟངས་དེ་གཅིག་པ་གཅིག་རྐྱང་རེད

ཁྱེད་གསོལ་ཡ་འོ་དེ་སྐྱབས་འགྲོ་ལ་ངེས་དེ་བསམ་བློ་བྱེད་རེད་རེད་བ་འོ་དེ་ཅི་ཡིས་ཁེན་དགོས་འོ་རེད་དེ་ཡིན་ཙང་བསྟན་པ་ལ་ཞུགས་ས་ཀྱི་སྒོ་དེ་སྐྱབས་འགྲོ་རེད་ཟེར་ནས་དཔེར་ན་ང་རང་ཚོ་ནང་པ་ཡིན་ནང་པ་ཡིན་དང་ཕྱི་པ་ཡིན་དེ་སྐྱབས་འགྲོ་གྱི་སྒོ་ནས་ཁྱད་པར་ཆེ་བ་རེད་གསུངས་རེད་རེད་བ།

འདུ་དང་མི་འདུ་ཟེར་བ་འོ་འདིའི་སྒོ་ནས་ཕྱི་རོལ་པ་དང་ནང་པ་བརྩི་བོ་རེད་འོ་འདི་རེད་ཁྱེད་གསོན་སྐྱབས་འགྲོ་རྒྱུད་ལ་ཡོད་པ་ཡིན་པ་ཡིན་ན་ནང་པ་རེད་སྐྱབས་འགྲོ་རྒྱུད་ལ་མེད་ན་ཕྱི་པ་རེད་དཔེར་ན་ང་ཚོ་ཁང་པ་ནང་ལོ་ལ་འདུ་དང་ཕྱི་ལོ་ལ་འདུ་སྲོལ་ཡིན་གྱི་ས་མཚམས་འདི་སྒོ་འདི་ལ་བཞག་གོ་རེད་པ་རེད་མ་རེད་ཁོ་ཁང་པ་ནང་ལོ་ལ་འདུ་ལབ་དེ་ཨཱནི། སྒོ་ནས་འཛུལ་ནས་ཁང་པ་ལ་སླེབས་པ་ཡིན་ཙང་ཁོ། ནང། ཁང་པ་ནང་ལོགས་ལ་འདུག་གསུང་གོ་རུ་བ་ས་མཚམས་དེ། སྒོ་ནས་ནང་ལོགས་ལ་འཛུལ་ཚར་བ་ཡིན་ཙང་ཁོ་ནང་ལོགས་ལ་འདུག་གསུང་གོ་རུ་བ། སྒོ་ཀྱི་ཕྱི་ལོགས་ལ་ཡོད་པ་ཡིན་ན། ཁོ། ཁང་པའི་ཕྱི་ལོགས་ལ་འདུག་གསུང་གོ་རུ་བ། དེ་ཡིན་ཙང། ཁང་པ་ནང་ལོགས་ལ་འདུག་དང་ཕྱི་ལོགས་ལ་འདུག་གསུང་ཡས་ཀྱི་མཚམས་དེ། རུ་བ། མཚམས་འཛིན་ས་དེ། སྒོ་ཡིན་པ་ནང་ཤི། ང་རང་ཚོ། ནང་པ། རེད་འདུག་ཕྱི་པ་རེད་འདུག།

རང་ང་རང་མི་ལ་དཔེ་བཟོ་བལྟ་འདུག་མི་འདི་ཡ་ཡོད་སྙིང་རྗེ་བོ་འདུག་མི་འདི་རྣམ་པ་ཞི་བོ་ཡག་པོ་འདུག་གསུང་ཡས་འདི་མཇིང་པ་ཡལ་འདབ་ལ་བལྟས་ནས་གསུང་གོ་བ་རེད་མ་གཏོགས་གཟུགས་པོ་ལ་བལྟས་ནས་ཧ་ལམ་གསུང་གོ་མ་རེད་ད་གཟུགས་པོ་ཡི་ཆ་ཤས་ག་ཤས་འདི་ལ་བལྟས་ནས་གསུང་འགྲོ་ཁོ་བོ་རེད་བ་རེད་བ་ཨོ་ཁོ་གཟུགས་པོ་སྐམ་པོ་ཞི་བོ་འདུག་རྒྱགས་པ་མི་འདུག་དེ་འདྲས་གསུང་གོ་བ་རེད་བ་གཙོ་བོ་གཙོ་བོ་འདི་མི་གི་བཟོ་བལྟ་ཡག་པོ་འདུག་དང་མི་འདུག་མི་གི་རྣམ་འགྱུར་ཡག་པོ་འདུག་དང་མི་འདུག་མི་སྙིང་རྗེ་བོ་འདུག་དང་མི་འདུག་གསུང་ཡས་འདི་ཚང་མ་མཇིང་པ་ཡལ་འདབ་རེད། དེ་ཡིན་ཙང་གཟུགས་པོ་ག་ཚོད་གཟུགས་ཀྱི་ཡག་པོ་ཡོད་པ་ཡིན་ན་ཡང་སྒོ་མེད་པ་ཡིན་པ་ཡིན་ན་དེ་ནི་ཞེ་སྣང་སྐྱེ་ཡོང་གི་རུ་བ་དང། རེད་མ་རེད། དེ་ཡིན་ཙང་ང་ཚོ། གཅིག་མི་བཟོ་བལྟ་ཡག་པོ་འདུག་དང་མི་འདུག་ཚང་མ་དེ་སྦྱིན་པ་ཡིན་དང་སྒོ་ལ་བལྟས་ནས་རེད་བ། ད་སྒོ་ལ་བལྟས་ན་དེ་གཅིག་པུ་ཡོད་ན་རེད་མ་རེད། དེ་བཟོ་བལྟ་ཅིག་སྒོ་སྒོ་ལ་སྦྱིན་པ་ཡིན་སྟབས་རེད་བ། པོ་འདི་ལ་དགུ་གོ་བར་བ་པས་དེ་ནང་བཞིན་ང་རང་ཚོ་ནང་པ་ཡིན་དང་མིན་དེ་ལ་ཡིན་ཏེ་སྒོ་སྐྱབས་འགྲོ་ལ་བལྟས་ནས་ང་རང་ཚོ་དབྱེ་བ་ཕྱེ་དགོས་རེད་གསུངས་རེད་ད་འགྲིག་སོང་ཨ་རྣམ་པ་ཚོ། བསྟན་པ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་ལ་འཇུག་ས་ཀྱི་སྒོ་དེ་སྐྱབས་འགྲོ་རེད་ཟེར་ན་འཇུག་ས་ལ་ཡེ་དེ་ཞུགས་ས་དེ། རུ་བ་སངས་རྒྱས་ཀྱི་བསྟན་པ་ལ་ཞུགས་དགོས་ཀྱི་ཡོད་པ་ཡིན་ན་སྒོ་སྐྱབས་འགྲོ་ནས་ཨཱནི་ཞུགས་དགོས་རེད་གསུངས་ཡོད་རེད། བསྟན་པ་དེ་ལ་ཞུགས་སྟངས་དེ་ལ་ནི་ག་ཚོད་ཡོད་རེད་ཞུས་པ་ཡིན་པ་ཡིན་ན་བསྟན་པ་དེ་ལ་བསྟན་པ་གཉིས་ཡོད་རེད་གསུངས་རེད། སངས་རྒྱས་ཀྱི་བསྟན་པ་ལ་བསྟན་པ་ག་ཚོད་ཡོད་རེད་ཞུས་པ་ཡིན་ན་བསྟན་པ་གཉིས། ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་གཉིས་ཡོད་རེད་གསུངས་རེད། ད་འགྲིགས་སོང་ཨེ། སངས་རྒྱས་ཀྱི་བསྟན་པ་ལ་ཞུགས་པའི་སྒོ་དམ་པ་འདི་སྐྱབས་འགྲོ་བྱས། རེད་བ། ཨ་ནི་བསྟན་པ་ལ་ག་ཚོད་ཡོད་རེད་ཞུ་བའི་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་ལ་ང་ཚོ་སྨོན་ལམ་འཇོག་རྒྱུ་ཡོད་བ། སངས་རྒྱས་ཀྱི་བསྟན་པ་ཡིན་རུང་དུ་གནས་པར་ཤོག་བླ་མ་སྐུ་ཚེ་ཞབས་པའི་བསྟན་པར་ཤོག་འཛམ་བུ་གླིང་ལ་བདེ་སྐྱིད་ཡོང་བར་ཤོག་ཟེར་ནས་ང་ཚོ་སྨོན་ལམ་ཅིག་རྒྱག་གོ་རེད་ད་སྨོན་ལ་རླབས་ཆེ་པོ་བཞི་པོ་རྒྱག་གོ་རེད་བ། ཨ་འདི་ཡོང་ཨེ་ལ། སྨོན་ལམ་རྒྱབ་པ་ཙམ་གཅིག་པོ་མ་ཡིན་པ་ཨ་ནི་ང་རང་ཚོ་ལས་ཅིག་བྱེད་དགོས་ཀྱི་འདུག་བ།

ང་ཚོ་མཚམས་ཚང་ལ་ཨ་ང་བསམ་བློ་གཏང་གི་ཡོད་ལ་ཨ་ནི་ཁྱེད་རང་བསམ་བློ་གཏང་ཡ་ལ་ཁྱེད་རང་གོ་ཉུང་བས་ལ་ང་ད་གོ་མ་ཉུང་ཡིན་ན་ཡང་བསམ་བློ་གཏང་གི་ཡོད་ལ་ཡོད་རོ་ད་འདི་བྱེད་སྟངས་ལོག་ཚར་བ་རེད་རེད་བ། གོ་མ་ཉུང་བ་བསམ་བློ་གཏང་ཡ་མེད་བ་རེད་བ། ཨ་ནི་བསམ་བློ་གཏང་ཡ་མེད་པ་ལ་དགོངས་མི་རྒྱག་ཡ་མེད་བ་དེ་ཡིན་ཙང་ཐོས་པ་བསམ་པ་སྒོམ་པ་དེ་རིམ་པས་བྱས་ནས་འགྲོ་དགོས་གོ་རེད། དེ་ཡིན་ཙང་ཁོང་རྣམ་པ་ཚོ་གསུང་ཞབས་པའི་གི་གསུང་དེ་ལ་ང་ཚོ་གཅིག་ཉན་དེ་ཧ་ཅང་གི་གལ་ཆེན་པོ་རེད།

དེ་ཡིན་ཙང་ང་ཚོ་སྐྱབས་མགོན་རིན་པོ་ཆེ་གིས་གསུང་ཆོས་གནང་དང་གནང་བཞིན་པའི་སྐབས་ལ་སེམས་ནང་ལ། ཅིག་གང་ཐོས་པ་དེ་ཉིད་ཨ་ནི་ཅིག་བསམ་བློ་ཨོ་ད་འདི་འདྲ་ངས་བྱེད་ཐུབ་ས་རེད་ཟེར་ནས་སེམས་ཤུགས་སྐྱེད་ཡོང་དེ་དགའ་བ་ཅིག་སྐྱེད་ཡོང་གི་རེད་དེ་དགའ་བ་དེ་ག་རེ་ཟེར་ན་རྟོགས་པའི་བསྟན་པ་ཡི་ཆ་ཤས་ཤིག་ཆགས་བསྡད་རེད་རྟོགས་པའི་བསྟན་པ་རྗེས་མཐུན་པ། རྟོགས་པའི་བསྟན་པ་ངོ་མ་དེ་ག་རེ་ཟེར་ན། ཨ་ནི་འགོག་བདེན་དང་ལམ་བདེན་དེ་རེད་བ་ད།

མཁྱེན་གསོལ། རྟ་རྣམ་པ་བཟོ་མཁྱེན་གསོལ་ཡང་ད་ལྟ་བསྟན་པ་ལ་འཇུས་པའི་སྒོ་ཐམས་པ་གསུང་ཡན་ཏི་སྐྱབས་འགྲོ་བྱེད་རེད་བ། ཨ་ནི་ཕྱི་པ་དང་ནང་པ་གྱི་ཁྱད་པར་ཏི་སྐྱབས་འགྲོ་གྱི་སྒོ་ནས་འབྱེད་པ་བྱེད་རེད་བ། སྐྱབས་འགྲོ་ཡོད་པ་ཡིན་ན་ནི་ནང་ལ་ཚུད་པ་རེད། སྐྱབས་འགྲོ་མེད་པ་ཡིན་པ་ཡིན་ན་ཕྱི་ལ་བསྡད་པ་རེད་སྒོ་སྐྱབས་འགྲོ་གསུང་ཡན་ཏི་རེད་བ། ཁང་པ་ནང་ལོ་ལ་འཛུལ་ཡོད་པ་ཡིན་ན་ནི་ནང་ལ་རེད་ཁང་པ་ནང་ལོ་ལ་རེད། ཁང་པ་སྒོ་གྱི་ཕྱི་ལོ་ལ་ཡོད་པ་ཡིན་ན་ནི་ད་ག་རེད། ཁང་པ་ཕྱི་ལོ་ལ་འདུག་ཟེར་ནི་ང་ཚོ་ཐ་སྙད་བྱེད་འོག་རེད་བ་འོ་འདི་རེད།

སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་པར་བྱས་རང་གི་སེམས་ནི་ཡོངས་སུ་བདེ། འདི་ནི་སངས་རྒྱས་བསྟན་པ་ཡི་གསུང་ཡན་གྱི་ཚིག་བཞི་སྟེ་ལ། བསམ་བློ་ཞིག་བཏང་སྒོམ་ཅིག་བརྒྱབ། སྡིག་པ་ཅི་ཡང་མི་བྱ་ཞེས་གསུངས་ཡོད་འདི་ག་རེ་གསུང་གི་ཡོད་ན་ག་ལས་བསམ་བློ་ཞིག་བཏང་ཐུབ་པ་ཡིན་པ་ཡིན་ན་རེ་བ། ལྟ། ཐོས་པ་བྱས་པའི་ཡི་ལྟ་འབྲས་བུ་འདི་རེ་བ་ལྟ། སྡིག་པ་ཅི་ཡང་མི་བྱ་ཞེས་ང་ཚོ་མང་པོ་ཐོས་ཚར་རེད། བློ་ལ་ཡོད་རེད། འདི་ལྟར་ལུང་གིས་བསྟན་པ་ཡར་ལ་ཞུགས་པའི་ཀྱི་ཚེ་བཞག་ན་འགྲིག་གོ་བ་རེད་ད་འདི་སྡིག་པ་ཅི་ཡང་མི་བྱ་ཞིག་ལ་དོན་དག་འདི་བསམ་བློ་བཏང་རོ་བ། རོ་བ། ཨ་ནི་བསམ་པས་བསམ་ད་ཨ་ནི་ག་ལས་ག་ལས་བསམ་བྱུང་གི་ཤེས་རབ་སྐྱེ་ཡོང་ད་ཐོས་པ་བྱེད་པའི་ཀྱི་ད་འབྲས་བུ་འདི་བསམ་བསམ་པ་འདི་རེད་བ་ད། ཨ་ནི་ད་ཨོ་སྡིག་པ་ལ་ཉེ་འདི་ལ་མང་པོ་ཤི་བོ་ཡོད་རེད་གཙོ་བོ་གཙོ་བོ་འདི་ང་རང་སོ་སོར་ལ་ད་ད། འཇིག་རྟེན་ཁྱིམ་པ་ཞུ་ན་ཡ་རེད་ང་དང་ང་ཚོར་ད་ཉམས་ལེན་མི་ངན་གྲྭ་བ་དུ་ཚོ་ཡོད་པ་ཡིན་པ་ཡིན་ན་ཨོ་ད་མིག་འབྱེད་ཆུ་ཕུག་གི་ཚུལ་ཁྲིམས་དེ་ལ་ཡག་པོ་ཅིག་ཅིག་བཀག་སྡོམ་བྱེད་དགོས་འདུག་བསམ་པ་ཡིན་ན་སྡིག་པ་ཅི་ཡང་མི་བྱ་ཞིང་སུ་ཡིན་གྱི་ད་ཁུངས་ནང་ལ་འགྲོ་གི་འོ་རེད་ད། ཉིན་རེ་ཉིན་རེ་བསམ་བློ་བཏང་ད་ད་འདི་ད་བསམ་བློ་བཏང་པ་འདི་རེད་བ་ད་ད་འདི་ཉི་མ་རྟག་པ་འདི་བྱེད་ཐུབ་པ་ཡིན་པ་ཡིན་ན།

གཙོ་བོ་དེ་ནང་སེམས་ལ་ག་ཉེ་ཕྲད་ངན་དེ་ལ་སྒོ་སྐྱ་མ་ཆོད་པ་ཡིན་ན་ཨ་ནི་ད་སྒོ་སྐྱ་མ་ཆོད་པ་གོ་ཆོད་པ་རེད་དོན་དང་ལྡན་པ་རེད་ངེར་བ་རང་གི་ཞེ་སྡང་དགྲ་བོ་མ་བཏུལ་ན་ཆུ་རུལ་འདྲ་བོ་བཏུལ་ཅིང་འཕེལ་བ་ཡིན་དེའི་ཕྱིར་བྱམས་དང་སྙིང་རྗེ་དམག་དཔུང་གིས་རང་གི་འདུ་བ་རྒྱ་སེ་ལ་ལས་ཡིན་གསུང་ཡོད་དེ་བྱམས་སྙིང་རྗེ་བསླབ་སྟངས་དེ་ཚོ་གསུང་ཡོད་རེད་བ་འོ་དེ་འདྲས་རེད་ད་ཁྱེད་གསུང་ཨ་འོ་དེ་རེད་ད་ལུང་གི་བསྟན་པ་ལ་ཐོས་པ་བྱེད་ན་བསྟན་པ་ལ་ཞུགས་པ་རེད་རེད་བ་ད་ང་ཚོ་བསྟན་པ་ལ་ཞུགས་ཡོད་རེད

རེད་བ། སྐྱབས་འགྲོ་རྣམས་དག་ལ་ངས་འདི་སོ་སོ་ལ་བཀའ་ཉན་ཅིག་འཕྲིན་ཡོང་འདི་རེད་བ། ཨ་ཙེ་ད། ཀུན་སྤྱོད་མཁྱེན་སྐྱབས་ནི་ཀུན་སྤྱོད་གསུམ་ཁྱེད་རང་མ་གཏོགས་མཁྱེན་གྱི་མ་རེད་ཁྱེད་རང་ལ་སྐྱབས་བཅོལ་གྱི་ཡིན་ལ་བསམ་པ་རྣམས་དག་ནི་ང་རང་ཚོ་དེས་དེས་དེས་སླད་ཡོང་གི་འདུག་བ་ད། ད་རེད་རེད་ད། སངས་རྒྱས་ཀུན་སྤྱོད་ཀྱི་ཡོན་ཏན་ཆོས་ཀུན་སྤྱོད་ཀྱི་ཡོན་ཏན་དགེ་འདུན་ཀུན་སྤྱོད་ཀྱི་ཡོན་ཏན་ཨ་ནི་སེམས་ལ་ལ་རྔམ་སྐྲག་ངང་ངང་ཤུ་ཤུ་ཡིས་སྐྱེས་ད་འདི་ཡིས་སྐྱོ་བའི་ནུས་པ་དེ་ཀུན་སྤྱོད་གསུམ་ལ་མ་གཏོགས་ཡོད་མ་རེད་ལ་ཡེ་ད།

བགྲེས་སོན། ང་ཚོ་སྐྱབས་བཅོལ་ས་དེ་སུ་རེད་འདུག་སངས་རྒྱས་དཀོན་མཆོག། ཆོས་དཀོན་མཆོག། དགེ་འདུན་དཀོན་མཆོག་གསུམ་པོ་འདི་ང་ཚོ་ཡི་ད་སྡུག་བསྔལ་ལས་སྐྱབས་འོས་ཀྱི། སྐྱབས་རོགས་བྱེད་ས་ཡི་དེ་སྐྱབས་བཅོལ་ས་འདི་ཁོང་རྣམ་པ་གསུམ་ཆགས་བསྡད་རེད། ད་ཁོང་ཚོ་གསུམ་པོ་འདི་སྡུག་བསྔལ་ལས་སྐྱོབས་འོས་ཀྱི་ད་ནུས་པ་ཡོད་མཁན་གྱི་དཀོན་མཆོག་གསུམ་ཡིན་པ་ཡིན་ན་ད་སངས་རྒྱས་དཀོན་མཆོག་གྱིས་ག་འདྲས་སི་སྐྱབས་ཀྱི་རེད།

སྐྱོབ་རོགས་བྱེད་ལབ་ས་དེ་ལ་སོ་སོས་ལ་སྐྱོབ་མཁན་གྱི་གྱི་ཡིད་ཆེས་ཡོད་མཁན་དེ་ལ་སྐྱོབ་རོགས་བྱེད་ལབ་དགོས་རེད་མ་གཏོགས་ཨ་ནི་ཡིད་ཆེས་མི་ངན་སོ་སོ་ཡིད་ཆེས་མི་ངན་དེ་ལ་སྐྱོབ་རོགས་བྱེད་ལབ་པ་ཡིན་པ་ཡིན་ན་ཏག་ཏག་ཡོང་གི་མ་རེད་བ། ཡིད་ཆེས་ཡོད་མཁན་དེ་ལ་ཡང་དང་པོ་ཡིད་ཆེས་སླེ་སྟངས་འདི་འོ་མི་དེ་ལ་ནུས་པ་ཡོད་རེད་ད་མི་དེ་གྱིས་ཐུབ་གི་རེད་བསམ་ནས་རེ་བ་ཅིག་རྒྱག་དགོས་རེད་མ་གཏོགས་མི་དེ་གྱིས་མ་ཐུབ་མཁན་ལ་རེ་བ་རྒྱག་གི་མ་རེད་བ། དཔེར་ན་པུ་གུ་ལོ་ང་བྱེད་མཁན་དེ་ལ་ཀུ་ཅིག་ཁྱེད་རང་འདྲེ་བོ་རེ་ཅིག་སྐྱག་ལབ་པ་ཡིན་ན་ཡོང་ཡོང་ཁོ་ར་ཡོད་མ་རེད་བ། འབྲས་བུ་རེ་གཅིག་བསྐྱལ་ངེས་མི་དེ་ལ་རེ་བ་གཅིག་བསྐྱལ་བའོ་ཁོ་ཡིས་བསྐྱལ་ཐུབ་ས་རེད་ཁོ་ལ་ཁོ་ཤུགས་ཆེན་པོ་ཡོད་རེད་ཟེར་ནས་སོ་སོས་ཧ་གོ་ཨ་ནི་གཞི་ནས་ཁོ་ལ་རེ་བ་གཅིག་བསྐྱལ་གི་རེད་བ། ཁོ་ལ་འབྲས་བུ་རེ་གཅིག་བསྐྱལ་ཡག་གི་ནུས་པ་ཡོད་བ་ཨ་ནི་ཁོ་ལ་ཡིད་ཆེས་ཡོད་རེད་ཟེར་ནས་གང་ཡིན་ཟེར་ན་ཁོ་ཡིས་ཐེངས་མང་པོ་བསྐྱལ་ས་རེད་ཟེར་ནས་ང་ཧ་གོ་ཡོད་ལབ་གི་རེད་བ་ད། ཁོ་ལ་ནུས་པ་ཡོད་བ་དེ་ཨ་ནི་ཡིད་ཆེས་ལེ་ཡོང་གི་འདུག་བ།

དེ་ནས་སངས་རྒྱས་གསུང་ཡིན་ཏེ། སྒྲིབ་པ་ཐམས་ཅད་སངས་ཤིང། རེ་བ་སྤངས་པ་དང། ཡོན་ཏན་ཐམས་ཅད་རྒྱས་པ་དེ་ལ་ནི། ཡོན་ཏན་ཐམས་ཅད་མ་ལུས་པ་ཁོང་དུ་ཆུད་པ་དེ་ལ་ནི་སངས་རྒྱས་གསུང་གོ་རེ། ད་དེ་འདྲ་བ་དེ་ག་བ་ཡོད་རེ་ལབ་པ་ཡིན་པ་ཡིན་ན་ག་ནས་འགྲུབ་བོ་རེ་ཞུས་པ་ཡིན་པ་ཡིན་ན། དེ་འདྲ་བ་དེ་ང་རང་ཚོ་ད་ལྟ་སྐྱབས་སུ་འགྲོ་དགོས་སོ་སོའི་རང་ཉིད་རེད་བ། སོ་སོ་རང་ཉིད་ལ་སྐྱོབ་བའི་ཡིད་ཆེད་དུ་རེད་བ་དང་སྐྱོབ་དགོས་དགོས་ཡོད་ན་ལུས་སྐྱོབ་ནི་ཕན་གི་མ་རེད་ལུས་སྐྱོབ་བ་ཡིན་པ་ཡིན་ན་ཚེ་འདི་གཅིག་པུ་རེད། རེད་བ། གཙོ་བོ་དེ་ནི་ལུས་ཀྱི་སྡུག་བསྔལ་འདི་སྐྱོབ་པ་མ་ཡིན་པ་གཙོ་བོ་སེམས་ཀྱི་སྡུག་བསྔལ་སྐྱོབ་དགོས་རེད་ལུས་ཀྱི་སྡུག་བསྔལ་སྐྱོབ་ན་འདྲེ་དང་འགྲིག་གི་རེད་དེ་ལུས་ཀྱི་སྡུག་བསྔལ་སྐྱོབ་བའི་ཡིད་ཆེད་དུ་སྐྱབས་གནས་དཀོན་མཆོག་གསུམ་ལ་གསོལ་བ་བཏབ་པ་ཡིན་པ་ཡིན་ན། ལུས་ཀྱི་སྡུག་བསྔལ་སྐྱོབ་ཚར་བའི་རྗེས་ལ་དེ་ནི་རྫོགས་པ་རེད་ད། ཡོད་མ་རེད། ད་ག་རང་ཚེ་འདི་རང་གཅིག་པུ་རེད་རེད་བ་ང་རང་ཚོ་ད་ཚང་མ་ད་མ་རེད་མིན་ང་རང་ཚོ་ནས་ན་ཚོ་ཡོང་པའི་སྐབས་ལ་ལམ་སང་གོ་རང་ང་ཚོ་ཞབས་བརྟན་བྱེད་ཀྱི་འདུག་བ་ད་ཆོས་གོང་ཆེ་ལ་སྐྱབས་སོ་ད་འགྲོ་གུ་བོ་རེད་དེ་ནི་ཕུ་ཐག་ཐུང་ཐུང་ཞུ་གུ་རེད་འདུག་བ་ནི་ག་ཤེ་ཚམ་ཚམ་ལ་ཞུ་གུ་ཡོད་རེད་བ་ནས་ན་ཚ་ཆུ་ན་མོ་ཅིག་ཀྱང་ལམ་སང་འོ་ང་འགྲོ་མ་ཅིག་ས་གོ་དུ་བར་ཆེ་ལམ་སང་ས་གོ་ཚོན་དུ་ཚོན་ཚོན་དུ་མེ་ལ་བཏང་གུ་གུ་དུ་རེད་བ་ཤིང་ཡེ་དུན་དུ་བཏང་གུ་དེ་ལ་གི་རེད་དེ་དེ་ག་རེད་ཆོས་སྐུ་ཆོས་ལ་སྐྱབས་སུ་འགྲོ་བའི་སྐད་ཆ་རེད་བ་ད་རེད་བ་ད་དེ་ལ་བརྟེན་ནས་ན་བཟའ་དྲག་སྐྱེད་བྱུང་ན་ད་ག་རེད་ད་ཚེ་འདི་རང་གཅིག་པུ་ཆགས་དེ་ཆོས་སྐུ་ཆོས་ལ་སྐྱབས་སུ་ད་འགྲོ་གོ་རེད་ཡིན་ན་ཡང་ཆོས་སྐུ་ཆོས་རྣམ་པར་དག་པ་དེ་ལ་སྐྱབས་སུ་འགྲོ་གོ་མ་རེད་བ་ད་ཚེ་འདི་རང་ལ་གཅིག་པུ་རེད་བ་ད་དེ་ཡིན་ཙང་ང་ཚོ་ཕུ་ཐག་ཆུ་ཆ་ཡ་དེ་གནད་འགག་དེ་རེད་དོ་བ

དཔེར་ན་ད་ལྟ་ང་ཚོ་དངོས་སུ་ཞལ་བཞེས་པའི། རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་རེད་བ། བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་སློབ་སྦྱོང་བྱས་ནས་རེད་བ། ཉིན་མཚན་དུས་དྲུག་ཏུ་བསྒོམས་ནས་ད་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་རྟུལ་བའི་ལྟ་བ་རྒྱུད་ལ་སྐྱེ་ཚར་བ་རེད་བ། ད་ཁོང་གིས་གསུང་བཤད་རྒྱུད་ཀྱི་ལང་ཀ་འདི་ལ་ཕྱིན་པ་ཡིན་པ་ཡིན་ན། རེད་བ། ཁྱེད་རང་ཚོ་བྱམས་སྙིང་རྗེ་སྒོམ་ཞོར་བ་བྱང་ཆུབ་ཀྱི་སེམས་ང་རང་ཉམས་མྱོང་འདི་འདྲས་ཡོད་ཟེར་ནས་ཡང་ཡང་གསུང་མྱོང་གི་འདུག་བ།

ཞོལ་གཅིག་ནི་ང་རང་ཚོ་ད་ལུང་གིས་བསྟན་པ། དཔེར་ན་དཔེ་ཆ་དེ་ཚོ་ཚང་མ་ལུང་གིས་བསྟན་པ་བཞག་དགོས་གོ་རེད་ད། རེད་བ། ད་ལུང་གིས་བསྟན་པ་དེ་རྐང་པའི་མཛུབ་བུ་ཁྲི་ལ་སྦྱར་བསྡད་པ་ཡིན་ན་ད་ཡོན་ཡོན་འཁོར་བ་ཡོད་མ་རེད་བ་ད། ཆོས་དཀོན་མཆོག་གི་དུས་ཆོས་དཀོན་མཆོག་ཡིན་བསམ་པའི་བསམ་བློ་དགོས་གོ་རེད་གསུངས་རེད། འདི་མེད་པ་ཡིན་ན་རྒྱུ་མཚན་ག་རེ་ཟེར་ན་ཁོ་ལ་བརྟེན་ནས། ཁོ་ལུང་གི་ཆོས་འཁོར་སྦྱོར་རོ། ཁོ་ལ་བརྟེན་ནས་ཨ་ནི། རྟོགས་པའི་ཆོས་འཁོར་སྦྱོར་དུ་སོ་སོ་ལ་རྒྱུད་ལ་སྐྱེ་རྒྱུ་ཡོད་པ་ཡིན་ཚ་ཁོ་ལ་རྩ་ཆེན་པོ་གཅིག་གསུངས་རོ། དེ་ཡིན་ཙང། སྐུ་ལས་གསུངས་རྩ་ཆེན་པོ་ཡིན་གསུངས་ཡས་ནི་འདི་རོ། ད་མི་ས་ཆ་མེད་ན་ནི་ད་ཧ་རེ་མ་གཏོགས་ས་ཆ་ཡོད་པ་ཡིན་ན། གསུངས་འདི། མཐོ་ཤོས་འདི་བཞག་ཡིན་དགོས་རེད། འདི་བ་དེ་ལ་གསུངས་སྐུ་བཞག་ཡིན་དགོས་རེད།

ང་ཚོ་ཡིག་དཀའ་ཅིག་བྲིས་ཡས་ལ་དཀའ་ལས་ག་ཚོད་འདུག་རེད་བ། སངས་རྒྱས་ཆོས་པའི་སྐབས་ལ་ཀམ་པུ་ཏར་ནི་ཡོད་མ་རེད། དཔལ་ནཱ་ལེནྡྲ་ཞེས་ཆོས་པའི་སྐབས་ལ་ཀམ་པུ་ཏར་ལ་ཡོད་མ་རེད། རེད་བ། བོད་གངས་ཅན་ཅན་གྱི་སྐད་ཆ་དམ་པ་ཚོ་སློབ་སྦྱོང་བྱེད་པ་ལ་ཀམ་པུ་ཏར་མེད་བ། ཚང་མ་ཕྱག་གིས་བྲིས་པ་རེད་བ། ད་ད་ད་ད་པར་ལོ་རྒྱབ་ཆོད་ཆོད་ཡོད་རེད་བ། འདི་འདྲའི་ཡིད་འོང་གཉིས་ང་རང་ཚོ། གཅིག་ལྷོད་ཡངས་འདི་འདྲའི་ཤོར་ཁུལ་མེ་ཏྲོ་བ་བྲིས་འགོ་དེ་ཡིན་ཚེ་ང་རང་ཚོ། རྗེས་མ། ག་བ་འཚོ་བ་ཡིན་པ་ཡིན་ན་ཡང་ཆགས་པའི་དཔེ་ལ་ཡིན་གཅིག་མིན་གཅིག། ལུང་གིས་ཆོས་དཀོན་མཆོག་གི་གདུལ་བྱའི་ཞར་ནས་རྒྱུ་མཚན་ག་རེ་བསལ་ན། རྟོགས་པའི་ཆོས་དཀོན་མཆོག་སྐྱེས་པ་ལ་ལུང་གིས་ཆོས་དཀོན་མཆོག་ལ་མ་བརྟེན་པར་འགྲོ་ས་ཡོད་མ་རེད། འགྲོ་བ། དཔེ་ཆ་རང་ལ་སློབ་སྦྱོང་བྱེད་པ་ལ་བརྟེན་ནས་དཔེ་ཆ་དེ་ཚིག་དེ་གི་དོན་དག་དེ་བསམ་བློ་ཡང་ཡང་ཡང་ཡང་བཏང་ཉིན་རེ་ཉིན་རེ་བཏང་ནས་ཨ་ནི་ང་ཚོ་རྒྱུད་ལ་འགོག་བདེན་དང་ལམ་བདེན་སྐྱེ་དགོས་ལ་ལམ་ཡར་རྒྱས་འགྲོ་བསམ་བློ་ཡར་རྒྱས་འགྲོ་དགོས་རེད་མ་གཏོགས་ཨ་ནི་གཟིམ་ས་ཁོ་ར་མེད་པ་ཡིན་ན་ཡི་གེ་བསླེ་ས་ལ་བསླེ་གི་མ་རེད་བ་ད། དེ་ཡིན་ཚ་ང་ཚོ་དཔེ་ཆ་དེ་ལ་ཡིན་གཅིག་མིན་གཅིག་ཚང་མེད་གི་རེད་བ་མཚམས་མཚམས་ལ་ང་ཚོ་ལྷོད་ཡངས་ཤོར་ཁུག་ཏུ་དེ་གི་མང་པོ་མཐོང་ས་རེད་རེད་བ།

ཆོས་ཆོས་གསུང་ཡན་འདི་ནི་བསམ་བློ་བསྒྱུར་ཆོས་བཏང་ཡན་འདི་ལ་ཆོས་གསུང་གུ་རུ་བ་ད་གར་ས་ད་ཚིག་རྗེ་ཡོད་དེ་འགྲུག་གོ་ཡ་མི་འདུག་གར་ས་ཨ་ལེ་དེ་རེད་ད་ད་སྐྱབས་འགྲོ་བདུན་ཅུ་པ་ཡི་ཚིག་ཡིན་པ་ཡོད་སངས་རྒྱས་ཆོས་དང་དགེ་འདུན་ནི་ཐར་པ་འདོད་པ་རྣམས་ཀྱི་སྐྱབས་གསུང་བ་དང། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་འདི་སུ་ཡི་སྐྱབས་རེད་ཟེར་ནས། ཐར་པ་དོན་དུ་ཐར་པ་འདོད་མཁན་གྱི་མི་འདི་ཡི་སྐྱབས་རེད་གསུངས་རེད། ཐར་པ་གསུང་ཡས་འདི་སྡུག་བསྔལ་ལས་གཏན་དུ་ཐར་རེ་འདོད་པ་ཡོད་མཁན་འདི་སུ་མི་འདི་ཡི་སྐྱབས་རེད་གསུང་གི་འདུག་བ། སངས་རྒྱས་ཆོས་དཔལ་ཆེན་སྐྱབས་འགྲོ་བདུན་ཅུ་པ་འདི་མགོན་པོ་ཀླུ་སྒྲུབ་ཡིན་པ་ཡོད་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་སྐྱབས་འགྲོ་བདུན་ཅུ་པ་ནང་ལོགས་ལ་སངས་རྒྱས་ཆོས་དང་དགེ་འདུན་ནི་ཐར་པ་འདོད་པ་རྣམས་ཀྱི་སྐྱབས། ད་ཆོས་ཀུན་སྤྱོད་ལ་སྐྱབས་སུ་འགྲོ་སུ་ཡིན་ཏེ། ཨནི་ང་ཚོ་འགོག་བདེན་དང་ཨནི་ད་དོར་ལམ་བདེན་དང་འགོག་བདེན་རེད་བ། རྒྱུ་ལ་སྐྱེ་ཐུབ་པ་ཡིན་པ་ཡིན་ན། ཨནི་ང་ཚོ་ཆོས་ཀུན་སྤྱོད་ངོ་མ་རྒྱུ་ལ་སྐྱེ་བ་རེད། ཆོས་ཀུན་སྤྱོད་ལ་སྐྱབས་སུ་འགྲོ་སྟངས་དེ་ཨནི་ལམ་བདེན་དང་འགོག་བདེན་སྐྱེ་གི་ཆེད་དུ། ཨནི་ང་ཚོ་སློབ་སྦྱོང་བྱེད་དགོས་རེད་བ་ད། སློབ་སྦྱོང་བྱེད་ས་དེ་དཔེ་ཆ་ཆགས་སོང་བ་ད་རེད་བ། སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གཉིས་ཀྱི་མདུན་ལ་བཞག་ནས། གར་དག། གར་དག་སྐུ་གྱི་མདུན་ལ་ང་རང་ཚོ་བསྡད་བསྡད་པ་ཡིན་པ་ཡིན་ན། ཨ་ནི་ང་རང་ཚོ་སོ་སོའི་རྒྱུད་ལ་ལམ་བསྟན་དང་འགོག་བསྟན་སྐྱེ་གི་མ་རེད་བ་ད། སངས་རྒྱས་བཅོམ་ལྡན་འདས་གསོལ་རས་ནས་གནང་གི་མ་རེད་གསུངས་རེད་བ། རེད་བ། གར་དག། ཚིག་དེ་ག་རེད། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུད་བཞིན། སྒྲུབ་པའི་སྡུག་བསྔལ་ཕྱག་གིས་མི་བསལ་ལ། ཉིད་ཀྱིས་རྟོགས་པ་གཞན་ལ་སྤོབས་མེད་དེ་ཆོས་ཉིད་བདེན་པས་བསྟོད་པའི་ཁྲོ་བར་གྱུར་གསུང་ཚར་བ་རེད་བ་ད། དེ་ཡིན་ཙང་ང་རང་ཚོ་སོ་སོ་ཡི་རྒྱུད་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་རྒྱུད་ལ་སྐྱེས་པ་ན་ཞིག་ལམ་སྟོན་དང་འགོག་བདེན་རེད་བ། དེ་འདྲའི་སྐྱེ་དགུ་དགུ་འོས་པ་ཡིན་ན།

དགེ་འདུན་དཀོན་མཆོག་གསུང་ཡན་དེ་ནི་ང་རང་ཚོ་ད་ལམ་བདེན་དང་འགོག་བདེན་རྒྱུད་ལ་ཡོད་མཁན་གྱི་ད་མི་དེ་ལ་དགེ་འདུན་དཀོན་མཆོག་གསུང་དགོས་རེད་ད། རྣམ་པ་ཚོ་མཁྱེན་གསོན། དགེ་འདུན་དཀོན་མཆོག་དེ་ལ་སུ་ལ་ལ་གི་ར་བ་ཡིན་པ་ཡིན་ན། ལམ་བདེན་དང་འགོག་བདེན་ག་རེ་ཡོད་པ་ཡིན་ན་ཡང་ཁྱད་པ་ཡོད་མ་རེད་གཉིས་ཀ་འགོག་ཡ་ཡོད་མ་རེད། རེད་བ། བདེན་པ་ཞིག་གི་ནང་ནས་ལམ་བདེན་དང་འགོག་བདེན་སུའི་རྒྱུད་ལ་སྐྱེས་ཡོད་པ་ཡིན་པ་ཡིན་ན་ཡང། མི་འདི་དགེ་འདུན་དཀོན་མཆོག་རེད། དགེ་འདུན་དཀོན་མཆོག་ལ་གྲྭ་པ་ཡིན་དགོས་མ་རེད། མཁྱེན་གསོལ། འདི་ང་རང་ཚོ་བསམ་བློ་ནང་ལ་མང་ཆེ་བ་ལ་འདི་ཡོད་རེད། དགེ་འདུན་ལབ་དེ། རེད་བ། དགེ་འདུན་དཀོན་མཆོག་ལབ་དེ་གྲྭ་པ་རང་ལ་བསམ་བློ་བཏང་དེ། རེད་བ། ཇི་ལྟར་ནས་ང་ཚོ་ཁ་རྒྱུན་ལ་དགེ་འདུན་པ་དགེ་འདུན་པ་གསུང་ཉན་དེ་གྲྭ་པ་རང་ལ་བསམ་བློ་བཏང་གི་རེད་དེ། ཡི་གེ་དོན་དག་མ་ག་ལེ་ལ་བབས།

བདུན་པ་གསུང་ཡས་དེ་ཨནི་འགྲོ་བ་སེམས་ཅན་ཚང་མ་ལ་སྡུག་བསྔལ་ལས་ཐར་བའི་གི་འདོད་པ་ཡོད་རོ་བ། སྡུག་བསྔལ་འདོད་མཁན་གི་འདུན་པ་ཡོད་ཉིད་ཡོད་མ་རོ་བ། དེའི་ཆེད་དུ་ད་སློབ་སྦྱོང་གནང་མཁན་ཉམས་ལེན་བྱེད་མཁན་ཚང་མ་དགེ་འདུན་ཆགས་སོང་བ་ད། ཨ་འདི་ཉམས་ལེན་བྱས་ནས་ད་མི་ལམ་བསྟན་དུ་འགོ་དེ་རྒྱུད་ལ་སྐྱེ་བ་ཡོད་པ་ཡིན་ན་ཁོ་དགེ་འདུན་དཀོན་མཆོག་བཞག་གོ་རེད་མ་གཏོགས་ཁོ་གྲྭ་པ་མ་རེད་ཟེར་ནས་ཁོ་མི་རྒྱ་རེད་དགེ་འདུན་དཀོན་མཆོག་ག་བ་ཆགས་ཀྱི་ར་ན་དེ་ང་ཚོ་ནོར་བ་རེད། རོ་བ་དུག་ལོ་སྐྱོ་བོ་ཁོ་ཉིད་མི་དེ་ལ་ཅིག་བི་ལེན་དགྲ་ལོར་བི་གར་སོང་དངུལ་བི་ལེན་ག་ཤེད་ཤེད་པ་ཁོ་ལ་བི་ལེན་ནས་ལབ་ཡོད་རོ་བ་ཨོ་བི་ལེན་ལབ་ཡོད་དུག་ལོ་སྐྱོ་བོ་པས་གོན་ཤེད་ཟེར་ན་ང་ཚོ་ཡོན་ཡ་ཁོ་ར་ཡོད་མ་རོ་ཁོ་བི་ལེན་ནེར་ཡིན་མི་དེ་ཁོ་ལ་དངུལ་བི་ལེན་བི་ལེན་དུ་བི་ལེན་ནེར་ཆ་ཡ་གི་ཁོ་ལ་དངུལ་བསྡུ་མི་དུ་དེ་ལྟ་ཡ་རོ་བ་རོ་བ།

སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་གསུངས་པའི་སྐབས་ལ་གྲྭ་པ་ཀྱེ་ཉར་ཚུར་ཤོག་ཨ་ནི་ཀྱེ་ཉར་ཚུར་ཤོག་གསུངས་ཡོད་མ་རུ་བ། རྒྱ་བོད་རིན་པོ་ཆེ་ཆོས་གསུངས་པའི་སྐབས་ལ་གྲྭ་པ་ཀྱེ་ཉར་ཤོག་གསུང་གི་མི་འདུག་བ། དེ་གཅིག་པ་གཅིག་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ལ་ཉེ་རིང་ཡོད་མ་རེད། རིགས་དང་རུས་ཀྱི་ཁྱད་པར་ཡོད་མ་རེད་སུ་ཡི་ཡིན་པ་ཡིན་ན་ཡང་ཆོས་བྱེད་ཆོས་པ། འོ་དེ་འདྲས་ཞིག་གསུངས་ཡོད་རེད། ཁྱེད་གསུངས་ཡོད་དེ་ཡིན་ཙང་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་དེ་ང་ཚོ་སྐྱབས་སུ་འགྲོ་ས་ཀྱི་སྐྱབས་ཡུལ་རེད། དེ་འདྲ་བའི་སྐྱབས་ཡུལ་འདི་གར་ཟེར་ན། སྡུག་བསྔལ་ལས་གཏན་དུ་ཐར་རེས་ཀྱི་འདུན་པ་ཡོད་མཁན་གྱི་སྐྱབས་རེད་མ་གཏོགས་ཨ་ནི་གཞན་དག་གི་སྐྱབས་མ་རེད་གསུངས་རེད། སངས་རྒྱས་ཆོས་དང་དགེ་འདུན་ནི་ཐར་བ་འདོད་པ་རྣམས་ཀྱི་སྐྱབས་གསུངས་རེད་ད་འདྲི་སོན། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་གསུངས་ཡོད་དེ་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་རྣམ་པ་གསུམ་ལ་གསུངས་པ་རེད་ད།

ཨ་ནི་སྐྱབས་འགྲོ་རུ་མའི་འགྲེལ་བཤད་ག་འདྲའི་སྐྱོན་འདུག་ཨ་ནི་སངས་རྒྱས་ཆོས་ཚོགས་མ་ལ་སྦྱར་ནས་ག་འདྲའི་གསུངས་འདུག་ཨ་ནི་འདྲེ་བསམ་བློ་ཞིག་བཏང་ན་འདི་ཨོ་འདི་འདྲེ་ཅིག་ཡིན་ད་ཨ་ནི་དེ་རིང་ད་ག་བཞག་བཞག་གོ་ཏོ་རྒྱུ་རིང་པོ་ཆགས་སོ་ཨོའི་གངས་རི་ར་བའི་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བའི་སྤྱན་རས་གསེར་དབང་བསྟན་འཛིན་རྒྱ་མཚོ་ཡི་ཞགས་པའི་གསེར་རྟའི་བར་དུ་བརྟན་འགྱུར་རོ། སྟོང་ཉིད་སྙིང་རྗེས་ཟུང་དུ་འཇུག་པའི་ལམ་ཆེ་ཆེར་གསལ་མཛད་གངས་ཅན་བསྟན་འགྲོའི་ཕྱག་ན་པདྨོ་བསྟན་འཛིན་རྒྱ་མཚོ་གསོལ་བ་འདེབས་སོ་གཞན་དོན་ལྷུན་གྲུབ་ཤོག་བྱང་ཆུབ་སེམས་མཆོག་རིན་པོ་མ་རྒྱས་པ་རྣམས་སྐྱེ་གྱུར་ཅིག་བསྐལ་པ་ཉམས་པ་མེད་པར་གོང་ནས་གོང་དུ་འཕེལ་བར་ཤོག་འཇམ་པའི་དཔའ་བོ་ཇི་ལྟར་མཁྱེན་པ་དང་སྐུ་མདོག་བཟང།